ཨ་མའི་བུ་ལ་ཡོན་ཏན་འགའ་ཤས་ཡོད་ན་ཡང་ཁྲི་ལ་བདག་པོ་ཡོད་རེད། ཨ་མའི་བུ་ལ་ཡོན་ཏན་འགའ་ཤས་ཡོད་ན་ཡོད་ཁྲི་ལ་བདག་པོ་ཡོད་ཡོད་ཁ་རེད། འོ་ན། ད་ཁྲི་ལ་སྐྱེས་དགོས་ན་གར་སྐྱེས་དགོས་རེད་ཟེར་ནས་སོ་སོ་གཞི་ནས་སྐྱེ་བ་ལེན་དགོས་རེད། གཞི་ནས་སྐྱེ་བ་ལེན་ཡ་རེད་མ་གཏོགས་བྱ་ཡ་ཡོད་མ་རེད་ད། ད་ག་རེ་ཤེས་ན་ཡང་མ་ཤེས་ན་ཡང། མིག་ཡ་བྱས་ཏེ་ག་དེ་ཡིན་ནས་ལྟ་བསྡད་དགོས་ས། ཨ་མཆོག་ཡ་བྱས་ཏེ་ག་དེ་ཡིན་ནས་ཉན་བསྡད་དགོས་ས་དེ་འདྲ་ས་ཟེར་ཏེ་ག་གསུམ་ཆགས་ཀྱི་ཡོད་རེད། པས་མི་སྲིད་འགལ་ཆེན་པོ་རེད། བསྟན་པ་ལ་ཐུག་བསྡད་རེད་ད། བདག་ང་རང་གི་མྱོང་ཚོར་འདི་སོགས་རིས་མེད་དང་འབྲེལ་ནས་མྱོང་ཚོར་གཅིག། ཨ་ནི། སངས་རྒྱས་ཀྱི་བསྟན་པའི་ཐུགས་འགན་བཞེས་ཕྱོགས་དང་བསྟུན་ནས་མྱོང་ཚོར་གཅིག་རྗེས་འོ་ད་དུ་ཞུ་ཡ་གི་ཆ་ཞིག་འདྲ་ཡིན། བདག་རིས་མེད་ཀྱི་ཐོག་ནས་བསམ་བློ་བཏང་ན་ཨ་མདའ་དངོས་གནས་དྲང་ནས་བདའ་མདའ་མ་རེད། ཇི་ལྟར་ད་ག་ངའི་ཕ་སུ་བྱུང་ཡོད་རེད་དེ་རིན་མེད་མཇལ་མཁན་གྱི་གང་ཟག་ཡང་གནའ་སྔ་ནས་བྱུང་བཞག་པ་བཅས་དཔེར་ན་རི་བོ་དགེ་ལྡན་པའི་ཕྱོགས་ལ་བསམ་བློ་བཏང་ན་ཡང། མཁས་གྲུབ་རྗེས་ཀྱི་གསུང་ནང་ལོགས་ལ་ཟོག་པ་ཆེན་པོ་ལ་གཟིགས་སྟངས་དེ་ཚོ་དཔེ་ཡག་པོ་གསུང་ཡོང་གི་འདུག་ཨ། ཟོག་པ་ཆེན་པོ་ཟེར་དེ་ཟོག་རིམ་མཐར་ཐུག་པ་ཡིན་ཐང་ང་མ་སེ་ར་རྗེས་ལ་འཇང་ཟག་གི་བཀའ་ཁྲི་གསུང་དེ་གོང་ས་མཆོག་གིས་ད་ལྟ་གསུང་ཐོར་བུ་ནང་ལོགས་ལ་མ་མང་ཚོགས་ལ་འདོན་ནས་དུས་སུ་གནང་ཡོད་རེད་དེ་ག་ནང་བཞིན་བྱས་ནས་ད་གོང་ས་ལྔ་པ་ཆེན་པོ་དང། ད་གོང་སོང་ང་པ་ཆེན་པོ་ད་བཤད་མ་དགོས་རེད་བ་ད་ལོ་སྙིང་མ་ནང་ལོ་ཡིན་ན་གཏེར་རྒྱན་ཆེན་པོ་ཅིག་སྒྲེལ་ལ་ངེས་ཟིན་ཞུ་དགོས་ཡོད་རེད་ཨ། དེ་ཁ་ནང་བཞིན་བྱས་ནས་ང་སོགས་ཕ་བོང་ཁ་བ་དཔལ་འབྱོར་ལྷུན་གྲུབ། ད་དཔེ་མི་སྲིད་ཀྱི་གསང་བ་སྙིང་པོ་སྒྱུ་འཕྲུལ་གྱི་བརྒྱུད་པ་ལ་ཡོད་བསྡད་མཁན་བླ་མ་དཔེ་མི་སྲིད་ཀྱི་གསང་གི་མི་བྱེད་པ་ཅིག་ངེས་ཟིན་ཞུ་གི་ཡོད་རེད་ཨ། ནི་འདི་ཆུས་སུ་ཡིན་པ་བརྗེད་ནས་ད་ང་རང་སོགས་ཀྱི་མི་རབས་དང་ཐག་ཉེ་ཤོག་ལ་བསམ་བློ་བཏང་ན་ཡང་ཨ་མདའ་རྒྱལ་དབང་སྐུ་ཕྲེང་བཅུ་གསུམ་པའི་སྐབས་སུ་དེ་བཞིན་ལས་རབ་གླིང་པ་ལ་སོགས་པ་ཁོང་རྣམས་པ་ད་ག་དེ་ཡིན་ནས་གོང་ས་མཆོག་གིས་གསུངས་དང་གསུང་བཞིན་པ་ཨ་མདའ་མདའ་དག་ང་ཚོ་གོང་ས་མཆོག་ཁོང་རང་གི་སྐུ་འདི་ལ་བསམ་བློ་བཏང་ན་ཡང་རྙིང་མའི་ཕྱོགས་ནས་སྐྱབས་རྗེ་ཏི་ཀོ་མཁན་སེ་རིན་པོ་ཆེ་བཅས་དེ་ག་ནང་བཞིན་བྱས་ནས་ཁྲི་ཆེན་རིན་པོ་ཆེ་ཨ་ནི་བོད་ནས་མཁན་རིན་པོ་ཆེ་འཇིགས་མེད་ཕུན་ཚོགས་ད་ཁོང་རྣམས་པ་དང་ཧ་ལས་ཀྱི་ཕ་གི་ཆིག་ཕན་ཚན་བླ་སློབ་ཀྱི་རྣམས་པ་ཧ་ལས་ད་ང་ཚོ་ད་ཤེས་མ་གོ་བ་ཚང་མས་མཁན་དང་མཁན་ཞེན་པའོ་ད་དེ་འདྲ་ཞིག་སྟེ་འདི་ཚོ་ཚང་མ་ད་ང་ཚོ་རིས་མེད་དང་འབྲེལ་བ་ཡོད་འདོད་མཁན་ཅིག་ད་གང་ལྟར་ཀྱང་ད་ང་སོགས་རིན་མེད་དེ། ད་ཅི་དང་མི་མཐུན་པ་ནི་ད་ང་སོགས་བོད་ཀྱི་སྐད་ཆ་རེད་མི་འདུག་བྱ་ག་ཁོ་རང་ནས་ནི་བསྡུ་བ་ལ། ད་བསྡུ་ཟེ་བྱས་འོང་དེ་ད་དཔེར་ན་བྱ་ག་ཁོ་རང་ལ་བསམ་བློ་བཏང་ན་ཡང། མགོན་པོ་ཀླུ་སྒྲུབ་ནས་མ་དགོངས་པ་ཞིག་བཞེས་འོང་དེ། ད་མི་ཡི་བསྟན་བྱེད་ལ་མགོན་པོ་ཀླུ་སྒྲུབ་ཅེས་ལྷ་ཡི་བསྟན་བྱེད་ལ་འཇམ་དཔལ་དབྱངས་ཅེས། མི་ཡི་བསྟན་བྱེད་ལ་འཕགས་པ་ཐོགས་མེད་ཅེས་ལྷ་ཡི་བསྟན་བྱེད་ལ་འཇམ་པ་རྒན་པོ་ཅེས། འཇམ་ཐོགས་དང་ཀླུ་ཐོགས་གཉིས་ཀྱི་དེ་ལས་གཞི་དེ་མི་འདྲ་བ་ཡོང་དེ་གི་འདུག་ཨ། དེང་སང་ཕྱི་རྒྱལ་གྱི་ནུབ་ཕྱོགས་ཀྱི་ཞིབ་ཕྱི་བ་ཁག་ཅིག་གིས་ག་རེ་གསུང་གི་རེད་གསུང་བ་དེ Project མི་དྲ་བ་ཁག་གཉིས་ཟེར་དང་ལས་གཞི་ཆེན་པོ་གཉིས་ཟེར་གསུང་ཡོང་གི་འདུག་འཇམ་ཐོག་གི་ལས་གཞི་དང་འཇམ་ལུགས་ཀྱི་ལས་གཞི་ཟེར་ད་ཨའུ་འཇམ་མོ་འཇམ་ཅེས་ནས་འཇམ་ལུགས་ཀྱི་ལས་གཞི་དང་བའི་ད་ཇ་མ་ས་འཇམ་ཟེར་འཇམ་ཐོག་གི་ལས་གཞི་ཟེར་ད་ཁོ་གཉིས་དེ་དངོས་གནས་གཅིག་གཅིག་གི་གཅིག་ཁས་མ་ལེན་པའི་རྣམ་པ་ཡོད་རེད་དུས་རབས་གཉིས་པ་ནས་མ་བསམ་དང་ཕ་གི་ཧ་ལམ་དུས་རབས་བདུན་པ་བརྒྱད་པ་ཧ་ལམ་དགུ་པ་བར་དུ་ར་ཡོད་པའི་བཟོ་གྲྭ། ད་འདི་རྗེས་ལ་གླེང་འོང་དེ་བཞི་ནི་དེ་ནི་ཨ་བ་ཡ་ཀ་ར་སེ་ཨ་འདྲ་པོ་དང་ར་ན་ཀ་རི་ཤཱན་ཏི་སེ་འདྲ་པོ་དང་ད་ཁོ་སོགས་ཀྱིས་ད་ཁོང་གཉིས་འདི་ཚོ་མཉམ་དུ་སྦྱར་ནས་བསམ་བློ་བཏང་བསྡད་མཁན་ཆེ། ད་དེ་འདྲ་ཅིག་ཡོང་འདི་བསམ་པ་ལ་ད་ཚང་མ་ལ་དེ་འདྲ་འདྲ་པོ་ཆགས་འགྲོ་གི་འདུག་ད་གང་ལྟར་ཆགས་ད་རྙིང་མ་ཡིན་ནང་ནོར་ལ་བསམ་བློ་བཏང་ན་ཡང་རྡོ་སྒིག་ལོག་ཡིན་མཁན་ང་རྙིང་མ་ཡིན་མཁན་དཔེ་མང་པོ་ཡོད་རེད། དཔེ་མང་པོ་ཡོད་རེད། ད་འདི་གི་སྐྱེ་གང་སྐད་ཅིག་གནོད་པ་མི་འདུག། ད་ང་རང་ཚོ་ད་ཐག་ཉེ་ཤོས་ཀྱིས་ངས་སྐད་ཆ་ཞིག་ཞུས་པ་ཡོང་བཏང་ན་ད་མཁན་པོ་ང་དགའ། མཁན་པོ་ངག་དགའ་ཟེར་མཁན་པོ་ངག་ཆུང་ཟེར་ནས་ད་ཁྱེད་ཀྱི་བླ་མ་བྱས་ཡོད་རེད། ད་ཁོང་དང་ད་ཞིང་ཆེན་ནི་ལོ་བརྒྱ་ཕྲག་གཅིག་ཟིན་ལ་མ་ཟིན་ཕ་གཅིག་ཡིན་གྱི་རེད། ཁོང་གིས་རང་རྣམ་བྱས་ཡོད་རེད་ཁོང་གིས་རང་རྣམ་དེ་ཚོ་ནང་ལོ་ཡང་ཨ་ནི་ད་རྗེ་བདག་ཉིད་ཆེན་པོ་ལ་སོགས་པ་ཞལ་གཟིགས་བྱུང་བར་མ་ཟད་མཁས་གྲུབ་རིན་པོ་ཆེ་ཞལ་གཟིགས་བྱུང་ནས། མཁས་གྲུབ་རིན་པོ་ཆེ་ཞལ་གཟིགས་བྱུང་བ་ཙམ་དུ་མ་ཟད་པར་ཁོང་རང་གིས་དག་སྣང་ལ་མཁས་གྲུབ་རིན་པོ་ཆེ་གིས་སྟོང་ཐེངས་བསྐལ་བཟང་མི་བཞེད་གསན་བསམ་མཛད། སྡེ་ཁག་རང་གིས་ནི་སྟོང་ཐིང་སྐད་གསང་མི་གཅིག་གིས་སྤྱི་ཐིང་ཅིག་བརྩམས་གནང་ཡོད་རེད་འདི་ད་ལྟ་ཡོད་རེད། སྡེ་ཁག་རང་བར་དགེ་འདུན་པ་གི་ཡིག་ཆ་ཇི་མ་ཇི་བཞིན་རེད། ད་ད་དབུ་མ་གི་ནང་ནས་དབུ་མ་ཐལ་རང་གི་ཞེ་བསམ་ཇི་མ་ཇི་བཞིན། ད་སྔགས་ལ་ཤོང་དེ་ད་དཔེ་མི་སྲིད་གི་ཟོག་པ་ཆེན་པོ་འདིའི་ནང་གི་མི་ང་སྙིང་ཐིག་པ་རང་ར་ཆགས་ཡོད་རེད་ད། ཀློང་ཆེན་གྱི་གཞུང་ཇི་མ་ཇི་བཞིན་གསུངས་བསྡད་མཁན་འདྲ་པོ་ཞིག་ད་དེ་འདྲ་འདྲ་པོ་རྙིང་མ་ནང་ལ་དཔེ་མང་པོ་རེད། བྱས་ཙང་ད་འདི་ཚོ་གི་ག་རེ་ཟེར་གྱི་འདུག་གསལ་བོ་འདི་རྒྱལ་སྲིད་དངོས་གནས་ཆོས་རྗེ་གཅིག་གིས་གཅིག་ལ་ཕ་གཅིག་ཉམས་ལེན་བྱེད་ཡ་ལ་སོགས་པ་དང་འཆད་ཉན་བྱེད་ཡ་པ་ལ་དཀའ་ངེས་ཡོད་ན་ད་འདི་འགྲིག་གི་མ་རེད་བ། རྫོགས་ཆེན་ཡ་ཡིན་འདི་ཁེ་འདུག་འདི་ཕ་གི་ཡ་ཡིན་འདི་ཁེ་ཚོ་མི་འགྲིག་པ་ཞིག་སླེབས་ཀྱི་རོགས་ཡིན་ན་ཡང་མི་འགྲིག་པ་བསམ་འདུག་ད་ལྟ་མི་འགྲིག་གི་ཨ་ལས་ཕ་བཞག་ད་ཧ་ལས་ཀྱི་ད་དུང་ད་གནད་ཀ་ཆེན་པོ་གཅིག་དང་ཁོ་རང་ཡེ་ནས་ཟད་པ་འཕྲིན་ལས་གཞན་དག་མི་སྤྲོ་བ་ཞིག་ཡོང་དགོས་ཀྱི་འདུག་བ། བྱས་ཙང་ད་སྙིགས་མ་ལོ་ནས་དཔེ་མི་སྲིད་ས་ཆེན་པོ་དེང་སང་བླ་མ་ཕལ་ཆེ་བ་མེད་ང་ཁྲིད་ཚང་མ་ཁོང་གི་ད་རྒྱུན་འཛིན་འདྲ་པོ་ཆགས་སྡོད་ཀྱི་ཡོད་རེད་ད་དེ་དང་དེ་ལ་སོགས་པ་སྙིགས་མའི་ནང་མཁན་ལས་དཔེ་མང་པོ་ཡོད་རེད་ད་མདོར་བསྡུ་ན་འདི་ཚོ་གི་བསམ་བློ་དེ་ཕག་ཅིག་བཏང་འོང་དེ་ད་ད་སློབ་དཔོན་རིན་པོ་ཆེ་གི་གསུང་ཅི་ཡོད་རེད་ད་འདི་སྐར་མ་མ་རེད་གཏེར་ཆེན་རེད་ད་ན་ཉང་རེ་ཉི་མ་ཡེ་ཟས་སི་དུས་རབས་བཅུ་གཉིས་པ་ལ་ཕེབས་དེ་མཁན་གི་བླ་མ་ཆེ་རེད་ང་རང་སོ་བོད་ཀྱི་བླ་མ་ཆེ་རེད་ད་དཔེ་རྙིང་པར་བ་དུས་རབས་བཅུ་གཉིས་པ་བྱས་ན། ཁོང་གི་གསུང་ཅི་ནས་ཡོད་རེད། ཐེག་པ་ཐམས་ཅད་རང་ས་རང་ས་ན་བདེན་གསུང་རེད། ཐོས་བསམ་ཕྱོགས་མེད་དུ་བྱས་ན་ཆོས་ལ་ཕྱོགས་རིས་ཆུང་བ་ཆོས་ཉིད་ཡིན་གསུང་རེད་ཁོང་གི་ད་དཔེ་གསལ་པོ་འདུག་ཨ། ཐེག་པ་ཐམས་ཅད་རྗེ་འབྲང་ར་བ་རྗེ་འབྲང་ར་བ་གི་གྲུབ་མཐའ་ན་ཏག་ཏག་བསྡད་བསྡད་རེད་ཁོ་དེ་ལ་རྐྱེན་བྱེད་དགོས་ཅི་ཡོང་མ་རེད་བ་ཡ། ཐེག་པ་ཐམས་ཅད་རང་ས་རང་ས་ན་བདེན་བྱས། ཐོས་བསམ་ཕྱོགས་མེད་དུ་བྱས་ན། ག་རེ་ག་རེ་ཆོས་ལ་ཕྱོགས་རིས་ཆུང་བ་ཆོས་ཉིད་ཡིན་ཟེར་ད། ད་སྡིག་གི་ཐོག་ནས་དངོས་གནས་དྲངས་ནས། གོང་ས་མཆོག་ནས་ཡང་རིས་མེད་ཀྱི་ཐོག་ལ་ཐུགས་འགན་བཞེས་པ་ང་རང་སོ་ཚང་མེད་ཀྱི་མཁྱེན་དང་མཁྱེན་བཞིན་པ་དེ་འདྲ་ཞིག་རེད། ཁོང་གིས་གསུངས་པ་ནང་བཞིན་བྱས་ནས་ང་རང་སོ་རྗེས་འཇུག་རྣམས་ཀྱིས་ཀྱང། འདས་དང་འདས་བཞིན་དུ་བྱས་ནས་ད་ང་སོ་འཇམ་དཔལ་ལྷ་མོ་སོ་ཧོ་ཞེས་པའི་གསུང་གནང་ལོ་ལོ་ཡོད་རེད་བ། རྣལ་འབྱོར་ངེས་ཀྱང་ཉམས་ལེན་དེ་ལྟར་བྱས་ཟིན་མཐར་དེ་ཁས་ཀྱང་དེ་བཞིན་བསྐྱང་འཚལ་ལོ་གསུངས་པ་ནང་བཞིན་རེད་དོ། རྗེ་སེང་བླ་མས་ཉམས་ལེན་ག་འདྲི་བྱས་པ་ནང་བཞིན་བྱས་ནས་རྗེས་འཇུག་ང་རང་སོ་གིས་འདི་ལམ་ག་ལ་སློང་ངོ་འདི་ད་དངོས་གནས་དྲངས་ནས་བླ་མ་དགེ་བའི་ཐུགས་དགེ་བའི་ཆེ་ཕྲིན་དུ་འགྲོ་བདེ་མཁན། འོ་ད་འདི་གི་ཐོག་ནས་ད་ཧ་ལས་ཡག་གི་ད་དེ་འདྲ་ཞིག་རེད་ཤག་ཟེར། ད་གཅིག་འདི་ངས་བསྟན་པའི་ཐུགས་འགན་བཞེས་ཕྱོགས་དང་བསྟུན་ནས་ཨ་ནི་ཅིག་མྱོང་ཚོར་ཅིག་ཞུ་ཡ་ཡིན། ད་འདི་ག་རེ་རེད་ཟེར་འོང་དེ་ད་ག་རེ་ཤེས་ན་ཡང་མ་ཤེས་ན་ཡང། ད་ང་ཚོ་གཞན་པ་དེ་ཚོ་གི་མིག་ལྟ་ས་མིག་ཡ་ཆེ་དེ་ག་དེ་ཡིན་ནས་ལྟ་བསྡད་དགོ་ས། ཨམ་ཅོ་ཡ་ཆེ་དེ་ག་དེ་ཡིན་ནས་ཉན་བསྡད་དགོ་ས་དེ་འདྲ་ས་ཟེར་དྲི་ག་གསུམ་ཆགས་ཀྱི་ཡོད་རེད། པས་མི་སྲིད་འགལ་ཆེན་པོ་རེད། བསྟན་པ་ལ་ཐུག་བསྡད་རེད་ད། ང་ཚོ་མི་སྒེར་གཅིག་གི་སྐད་ཆ་སྤྱི་ཆིངས་གཉིས་ལ་ཐུག་གི་ཡོད་མ་རེད། སངས་རྒྱས་ཀྱི་ལུང་རྟོགས་ཀྱི་བསྟན་པ་ལ་ཐུག་བསྡད་དགོས་རེད། རྒྱལ་བཟང་ད་འདི་ལ་སྤུས་རྟགས་པོ་ཅན་ནས་རེད་སོང་ན། རང་བཞིན་གྱི་སྒུག་ཁྱི་ཐེ་གི་ཡོད་རེད་ད་གཞན་པ་ལ་རང་བཞིན་གྱི། ག་རེ་སོང་དེ་ཁོང་ད་ག་རེ་མ་སྲིད་ཁ་ཁ་ནས་ཅི་བཤད་ན་ཡང་མ་བཤད་ན་ཡང་རྒྱབ་ལོག་ནས་ངས་ད་གི་ཞུ་བ་ན་བྱས་རེད་ཨམ་ཆུ་ཡ་གཅིག་ཉན་བསྡད་དགོས་རེད་མིག་ཡ་གཅིག་ལྟ་བསྡད་དགོས་རེད། དཔེ་མི་སྲིད་ཀྱི་ཕན་ཐོགས་ཡོད་རེད་དེ། ང་རང་ཡིན་ནས་ག་དེ་ཡིན་ནས་རེ་བ་ཆེན་པོ་ཅིག་འཇབ་ས་འདྲ་ས་སེ་རེ་ག་གསུམ་ཡིན་སངས་རྒྱས་ཀྱི་བསྟན་པ་སྤྱི་ཡི་ཐོག་ནས་རེ་ད་ང་ཚོ་དགོང་ཚོགས་མཆོག་གིས་ག་དེ་ཡིན་ནས་བསྟན་པ་སྤྱི་སེང་དང་གང་ཟག་གྱོད་སེང་ཅིག་ནས་གེགས་ཆེན་པོ་ཅིག་གསུང་གི་རེད་བ་གང་ཟག་གྱད་སེང་གི་སྐད་ཤ་མ་ཡིན་པ་ཅིག་བསྟན་པ་སྤྱི་སེང་གི་ཐོག་ནས་ག་དེ་ཡིན་ནས་རེ་བ་འཇབ་གི་ད་བསྟན་པ་སྤྱི་སེང་གི་ཐོག་ནས་རེ་བ་འཇབ་པ་ནང་བཞིན་ཅིག་ནས་གདན་ས་མཆོག་ནས་ཧ་ལས་ཡ་དང་རྔ་མ་དང་མི་དྲོ་བ་གནང་གི་འདུག་བ་ཆོས་ལུགས་ཀྱི་ཕ་གི་ཅིག་རིས་མེད་ཀྱི་ཕྱག་ལེན་གནང་སྟངས་ཡིན་ནས་འདྲ། ག་རེ་གི་ཐོག་ནས་ཡིན་ནའི་ད་སྔར་དང་མི་འདྲ་བ་ཡར་གྱི་འགྲོ་དང་འགྲོ་བཞིན་པ་ད་དུང་ཡིན་ནའི་དེ་འདྲ་ཅིག་མུ་མཐུད་ནས་གནང་རོགས་བྱེད་ཟེར་ཞོར་ཡན་ཆད་རྣམ་པ་གི་དེ་འདྲ་ཅིག་གནང་འོང་དེ་གཞན་དག་ཚོ་ལ་རང་བཞིན་གྱི་ཕན་ཡོང་གི་འདུག་ད་ཁ་ནས་མ་བཤད་ནའི་ཕན་གི་པ་ངས་མཐོང་གི་འདུག་ར་བ་ང་ཡིན་ནའི་ད་ཇུས་ཏོག་ཚ་པོ་འདྲ་རེད་མི་ག་ས་ག་ལ་ལྟ་དེ་ཁོ་འདྲ་བ་ཅིག་མཐོང་བསྡད་ཀྱི་འདུག་ད་འདི་དངོས་གནས་དྲང་གནས་དེ་འདྲ་རེད་ཧ་ལས་ཡ་དེ་འདྲ་ད་ཁྱེད་རྣམ་པ་ཡིན་དེ་འདྲ་གནང་རོགས་བྱེད་ཞོར་ཡན་འདི་གནང་རོགས་བྱེད་ཟེར་རེ་བ་ཞུ་དགོས་ཡ་ལ་རྒྱུ་མཚན་ཡོད་རེད། ག་རེ་གི་ཐོག་ནས་ཡིན་ནའི་ཆ་རྐྱེན་ཚང་མཁན་དང་ཇི་ལྟང་གི་ཐོག་ནས་དང་ཆ་རྐྱེན་ཚང་མེད་ས་ཡོང་གི་རེད་ཡོང་གི་རེད་ད། མཐུན་རྐྱེན་དང་འགལ་རྐྱེན་སུ་ལ་ཡིན་ནའི་ད་ང་ཚོ་ཁོར་ཡུག་གནས་ལ་སྐད་ཕྱིན་ཕྱིན་ནས་བཟུང་ནས་དཀའ་ངལ་དེ་འདྲ་ཡོང་གི་རེད། ཡིན་ན་ཡང་གཞན་ལ་ལྟོས་ན་ཆ་རྐྱེན་ཚང་ཤོས་དེ་ད་གྲྭ་ས་གསེར་ཁྲི་ཁ་སོང་རེད་དེ་དགོས་རེད། མི་དགོས་ན་མི་ཡོད་རེད། རྒྱུ་དགོས་ན་རྒྱུ་ཡོད་རེད། མགོ་ལ་བསྡད་མཁན་ཡོད་རེད་སྔོ་ནག་དྲང་ནས་ཡོད་རེད་ད། ལས་སླ་པོ་ཡོང་མ་རེད་གཞན་པ་ལ། ཁ་ཤས་ལ་ནི་མི་ཡོད་རེད། རྒྱུ་ཡོང་མ་རེད་གར་ཆོད་གོ་ར་ཐག་པས་མི་ཚེ་ཉམ་ཐག་ཅན་བསྡད་སྡོད་རེད། ཁ་ཤས་ལ་ནི་རྒྱུ་ཡོད་རེད་མི་ཡོང་མ་རེད་གར་ཆོད་གོ་ར་ཐག་ཁང་པ་འདྲ་བཟོ་བསྡད་ཡར་མ་དུ་རྒྱུ་ཡོད་ནའི། ཁ་ཤས་ནི་མི་ཡང་ཡོད་རེད་རྒྱུ་ཡང་ཡོད་རེད་སྒོ་ཡོང་མ་རེད་ད་གར་ཆོད་གོ་ར་ཐག། སྒོ་མེད་རེད་ཟེར་དེ་སྒོ་རྩ་ནི་མེད་པ་ད་མ་རེད་ཡིན་ནའི་ལས་ཀ་ལེན་མཁན་གྱི་སྒོ་བསྡད་ཡོང་མ་རེད་ལས་ཀ་ལེན་མཁན་གྱི་སྒོ་ཡོང་མ་རེད། ད་གཞན་པ་ཚོ་ལ་ལས་ཀ་ལེན་མཁན་གྱི་སྒོ་ཡོད་མེད་དེ་ཕལ་མི་སྲིད་ཀྱི་གནད་ཀ་ཆེན་པོ་ཆགས་བསྡད་རེད། རེའུ་དགེ་ལྡན་པའི་གྱི་ལས་ཀ་ལེན་མཁན་སྒོ་དེ་དངོས་གནས་དྲང་ནས་མང་ཚོགས་ཀྱི་ལམ་དང་མཐུན་པ་བྱས་ནས་ཡོང་བསྡད་ཀྱི་འདུག་ཨ། ནམ་རྒྱུན་ང་ཚོ་ལབ་ཙེ་ལ་ཡོད་ཨ་མའི་བུ་ལ་ཡོན་ཏན་ཡོད་ན་དགའ་ལྡན་ཁྲི་ལ་བདག་པོ་མེད་ཟེར་བདེ་བདེ་ཆེན་ཆེན་གྱི་ཡོང་བསྡད་ཀྱི་འདུག་ཨ། གཞན་པ་ལ་དེ་འདྲ་ཡོད་མ་རེད། ཨ་མའི་བུ་ལ་ཡོན་ཏན་དགའ་སེ་ཡོད་ན་ཡང་ཁྲི་ལ་བདག་པོ་ཡོད་རེད། ཁྲི་ལ་བདག་པོ་མེད་པ་མ་རེད་ཞེན་པ་ལ་ཨ་མའི་བུ་ལ་ཡིན་ཏེ་དགའ་ཤས་ཡོད་ནས་ཡོད་ཁྲི་ལ་བདག་པོ་ཡོད་ཡོད་ཁ་རེད་འོ་ན་ད་ཁྲི་ལ་སྐྱེས་དགོས་ན་དགར་བྱེད་དགོས་རེད་ཟེར་ནས་སོ་སོ་གཞི་ནས་སྐྱེ་བ་ལེན་དགོས་རེད་གཞི་ནས་སྐྱེ་བ་ལེན་ཡ་རེད་མ་གཏོགས་བྱ་ཡ་ཡོད་མ་རེད་ད་མི་འབྲེལ་བའི་ཁྱད་པར་དེ་འདྲ་ཡོད་རེད། ད་དཔེར་ན་ང་ཚོ་ད་ལྟ་ཧིན་དྷུ་གི་ཆོས་ལུགས་ཀྱི་ཟེར་གི་འདུག་བ་ཧིན་དྷུ་གི་ཆོས་ལུགས་ལ་གནའ་སྔ་མོ་ང་ཚོ་བྲམ་ཟེའི་ཆོས་ལུགས་ཟེར་གི་རེད་བ། བྲམ་ཟེ་ཆག་སྒོ་ན་སྐྱེས་སྒོ་རེད་ད་ཟེར་ཆག་ཡ་ཡོང་མ་རེད་ཟེར། ནང་པ་ཆག་ཡ་ཡོད་རེད་བ། ཡེ་ཤུ་གི་ཆོས་ལུགས་པ་གཅིག་ནང་པ་བཟོ་ཆོག་ར། བྲམ་ཟེ་ཆག་ཡ་ཡོང་མ་རེད་ཁོ་བྲམ་ཟེ་རྒྱལ་སྒོ་ན་བྲམ་ཟེ་གི་རིགས་སུ་སྐྱེས་སྒོ་རེད་བ་སྐྱེས་ཡ་རེད་མ་གཏོགས་འདི་ནང་བཞིན་ཆག་འདོད་རེད་ང་ཚོ་གཞན་དང་གཞན་འདི་སུ། ཁྲིད་ཀྱི་བདག་པོ་སྒོ་སྒོ་ན་འདི་ལ་སྐྱེས་སྒོ་ར་ད་འདི་སྐྱེས་ལ་ལས་ལ་བ་ཡོང་མ་ར་བ་ཨ་ལ་དང་པོ།

དངོས་གནས་དྲང་གནས་རེད་ད། དཔེར་ན་ང་དེ་འདྲ་འདི་འདྲ་བསྡུ་ཞིང་བཅག་རུང་དེ་ད་ད་འདྲ་གཅིག་པོ་མ་རེད་ནམ་རྒྱུན་ནས་ག་དུས་ནས་ངས་འདི་འདྲ་ཚོར་སྣང་སླེ་གི་ཡ་ང། ད་ད་འདྲ་དེ་རིང་གཅིག་པོ་གི་ཚོར་སྣང་ཡང་མ་རེད། ངོ་མ་ད་སྐབས་རེ ྋགོང་ས་མཆོག་གི་གསུང་ཕྱི་རུ་ཞུ་ནས་ཕར་སེ་འབྲས་དགའ་སོམ་སོ་ནས་ཕར་མཉམ་འདུག་ཅིང་ཕྱི་ཡུལ་ཤོང་དེ་དངོས་གནས་དྲང་གནས་ཕར་གནས་ཏེ་འདི་བ་ཟིན་པ་ང་ཡིན་ཁོ་ཡིན་ཟེར་མཁན་འཕགས་པའི་གནས་བདུན་བཅུ་དྲུག་ངོ་ནས་ད་ད་ད་གསེར་ལེ་མེ་ཅན་ནི་ཕལ་བའི་མེ་གྲོགས་སམ་ས་འདྲ་བོ་ཞིག་རང་དབང་མེད་པར་སོ་སོ་ནས་སྡེ་པའི་སྤུ་ལུང་གཡོག་ག་ཡ་དེ་འདྲ་ཡོང་གི་འདུག་ཨ་དེ་ངས་འདི་ག་ཟེར་ངོ་ཏི་ཅི་ཞིག་ཞུ་གི་མེད་ད་ང་རང་དིང་གི་སྐད་ཆ་ཡིན་ང་ངོ་ཏི་བྱེད་ག་ཡ་ཅི་མེད་ཟུར་ཅིག་ལས་ང་རང་དིང་གི་སྐད་ཆ་ཡིན་ངོ་ནི་དྲ་ནི་དེ་འདྲ་དེ་འདྲ་འདུག་ཨ་གཞན་དག་ལ་ལས་སླ་བ་ཡོང་མ་རེད་ད་གཞན་དག་ལ་དག་སྣང་མང་པོ་དགོངས་དགོས་ཆགས་ཀྱི་རེད་དྲ་མི་འདྲ་ཡོད་རེད་ཚང་མ་གནས་དིང་འདི་འོ་ཟིན་པ་མ་རེད་བ། སྒོ་ལ་རས་པ་གཡས་མཁན་ཡོད་རེད། རྒྱབ་ལོ་སྒྲ་མི་སྒྲ་ཁྲིད་མཁན་ཡོད་རེད། ལས་སླ་པོ་ཡོད་མ་རེད། དག་སྣང་སྒོ་མེད་ཁོ་རང་ལ་དཀའ་ལས་ཡོད་རེད། ད་སོ་སོ་ཁྱོད་ཀྱི་སོ་སོ་ཡིད་ལ་ནི་སྐྱོན་ཡོད་མ་གཏོགས་ཡོན་ཏན་མཐོང་མ་རེད། བྱས་ཙང་དེ་འདྲ་དེ་འདྲ་རེད། དེ་ག་ནང་བཞིན་བྱས་ནས་མི་ཡིན་ནའི་མི་བདག་པོ་བྱ་འི་ལ། ལས་འདྲ་ས་ཟེར་འདྲ་ག་སོང་ཟེར་ཡོང་མ་རེད། ག་རེ་གི་ཐོག་ནས་ནས་དཀའ་ངལ་འཕྲད་གི་རེད་མཐུན་རྐྱེན་གྱི་ཐོག་ནས་ནས་དཀའ་ངལ་འཕྲད་གི་རེད་ཆུང་ས་ནས་བཤད་ན་བདེ་ས་ཁང་པ་ཐོག་ནས་དཀའ་ངལ་འཕྲད་གི་རེད། ཟིན་འདྲ་དེ་ནི་སྒྲོ་ཡ་རེད་སོ་སོ་སློབ་གྲྭ་ནང་བཞིན་བྱས་ནས་འདིར་མ་གཏོགས་བསྡད་ཡ་རག་གི་མ་རེད། བསྡད་ཡ་ལ་ཨ་ལི་ཐམ་ཁང་པ་ཁོ་རང་ཡོང་གི་མ་རེད་མ་གི་ལ་ལས་ལབ་པ་ཡོང་གི་མ་རེད། བྱས་ཙང་དེ་དབུ་འདི་བརྩམས་པ་ལ་གང་གི་ཐོག་ནས་བསམ་བློ་བཏང་ནས་ཆ་རྐྱེན་འཛོམས་ཤོག་འདི་གྲྭ་ཚག་གསེར་ཁྲི་ག་ཚོམ་ཆགས་བསྡད་ཀྱི་ཡོད་རེད། དེ་བསྟན་པའི་འགན་གནང་ཡང་གནང་གི་ཡོད་རེད་གོང་ས་མཆོག་གིས་ཐུགས་གཏད་ཀྱི་ཡོད་རེད་གཏད་པ་ནང་བཞིན་ཁྱེད་རང་རྣམ་པས་མཛད་ཟེར་གྱི་ཡོད་རེད། བྱས་ཙང་འདི་ཡིན་གཅིག་མིན་གཅིག་ད་དུང་ཡིན་ནའི་མུ་མཐུད་ནས་ད་ངའི་སྙིང་ཐག་པ་གི་སྐད་ཆ་ཡིན་འདི་གནང་དགོས་ཀྱི་འདུག་མཛད་ཟེར་གྱི་འདུག་ཟེར་ན་དེ་ནས་ད་ཁྱེད་རང་རྣམ་པ་གིས་ད་ད་པར་ན་ང་ཚོ་ཆོས་བྱེད་ཅིག་གིས་ཁྱེད་ཅིག་གིས་སྣེ་འཁྲིད་པ་རེད་ལ་ཁ་ཅེ་ན། ནའོ་གྲོགས་མར་བ། འདི་སྐད་ཆ་མ་རེད། ཆོས་བྱེད་ཀྱི་སྐད་ཆ་མེད་པ་རྗེས་བསྟན་པ་སྤྱི་ཚེ་ངན་ཐོག་ནས་དགོངས་པ་ཞེས་བསྟན་པའི་སྣེ་གཅིག་འཁྲིད་ད། ད་འདི་གི་ཐུགས་བྱེད་ཀྱི་གྲིབ་སེལ་དུ་ད་ང་ཚོའི་ཡས་ཀྱི་ཡོད་ར་བ་ད། ཁྱེད་རྣམ་གིས་ག་རེ་ཡིན་ནས་ལམ་ཁ་ཅིག་བསྟན་བྱ་འོང་དེ་འདི་གི་རྗེས་ལ་ང་ཚོའི་ཡས་ད་ཁ་ནི་ག་རེ་ཤེས་ནས་མ་ཤེས་ག་ལི་ག་ལི་ཡིན་དེ་ཡོང་གི་ར་བ། གཉིད་མ་སད་གཉིད་ཁུག་ནས་ཕར་ལྷག་དེ་གིན་ད་ཅིག་ཡར་ལངས་རོགས་ཞེས་སུ་སྐུ་ཞིག་སྐུ་ཞིག་སུ་ཕར་གཉིད་དང་ཡར་དཀྲོངས་ནས་དེ་ག་ལེ་ག་ལེ་བྱས་ཡོང་ཡང་གི་འབད་སྲིད་མཇལ་གི་རང་བྱས་སང་ད་འདི་དཔེ་གལ་ཆེན་པོ་མཐོང་གི་འདུག་ར་ང་སོ་དེ་དེའི་དངོས་གནས་ཀྱིས་ང་རང་གི་སེམས་ཚོར་ངོ་མ་ཡིན་འོ་ད་འདི་ཐོག་ནས་འདི་འདྲ་ཞིག་ཡིན་ཨ་ནི་ང་རང་སྒེར་གྱི་ཐོག་ལ་བསམ་བློ་བཏང་ན་ནི་དངོས་གནས་རུས་སུ་མ་བྱས་པའི་ཆེད་ལ་ཡིད་ཆེས་སྙིང་ནས་ཡོད། སྔ་མ་ཆུང་དུས་སྐབས་དེ་འདྲ་མིན། རིས་སུ་མ་ཤེས་པའི་བླ་མ་ཡང་བསྟེན་ཡོད། ཡུལ་དགེ་ལྡན་པ་ལས་ཡང་མང་པོ་བཏོན་ཡོད། འགྲོ་མཁན་བཀའ་བརྒྱུད་པའི་ཐོག་ནས་ཡང་བསྟེན་ཡང་བསྟེན་ཡོད། འབྲི་གུང་དགོངས་གཅིག་ལ་སོགས་པ་ལ་དཔེ་ཆ་ཡང་སློབ་སྦྱོང་ཡང་བྱོས་ཡོད། བླ་མ་ལས་ཡང་དད་པ་ཡོད་ས་ཀྱི་བཀའ་ནི་ཚང་མ་བསྟེན། ད་ཉམས་ལེན་ཚེ་དབང་དེ་ཡོད་ཚད་ཚང་མ་ཉམས་ལེན་བྱས་ཞེས་མེད་རོགས། ད་ཉམས་ལེན་གཙོ་ཚོགས་ཀྱི་ནང་ནས་ད། ང་ཚོ་གཅིག་པེ་ཤ་ཤི་ན་ཡོ་ཨ་ངང་པའི་ཆུ་ལས་འོ་མ་ལེན་པར་ད་རང་གི་འདོད་པ་དང་དུ་བླང་བར་གྱིས་ཟེར་ནས་ད་ངང་པའི་ཆུ་ལས་འོ་མ་ལེན་པའི་པེ་ནང་བཞིན་བྱས་ནས་ད་སོ་སོ་ཉམས་ལེན་བྱས་སོ་སོ་བྱས་བསྟན་པ་སྤྱི་མཚོ་ནས་ག་རེ་ཡིན་ནའི་གོ་གི་འདུག་ཨ་ད་སོ་སོ་ཡིན་ནའི་བསམ་བློ་བཏང་དང་དེ་འདྲ་ཡིན་ཁྱད་པར་དུ་ཡང་ད་འཇམ་མགོན་བླ་མ་སྲོང་མཁའ་བ་ཆེན་པོ་གི་བསྟན་པ་ལ་ཡང་སོ་སོ་དད་པ་དང་ཡིད་བཞིན་སྙིང་ཐག་པ་ནས་ཡོད་པ་ནང་བཞིན་བྱས་ནས་དམིགས་བསལ་གྱིས་མཇལ་ཐུབ་པས་ད་གལ་མི་འདུག་སྟེ་ཡིན་ན་ཡང་ད་གོང་ས་མཆོག་ནས་ཁོང་དང་ཁྱོད་ཀྱི་ཆོས་བརྒྱུད་དང་འབྲེལ་བའི་གི་ཀ་ཆེས་མང་པོ་གྱིས་གསང་སྟེ་འཇིགས་སུ་གསོ་བར་གཞུར་བའི་མདོ་སྔགས་ཀྱི་ཆོས་སྲིད་མང་པོ་ཞིག་ཞུས་ཡོད་རེད། འདིའི་ནང་ནས་ཀྱང་ད་བགྲང་བསྟན་མང་པོ་ཞུ་ས་དེ་ད་ལམ་གསུམ་ནམ་གསུམ་དང། བསྟན་འགྲོའི་བསྟན་པ་ནས་རེད་ད་ཐེངས་མ་མང་པོ་ཞུས་རེད། འདི་གཉིས་ཀྱི་ཐོས་ནས་ད་ང་རང་གི་ངོས་ནས་ཡིན་ན་ཡང། ད་ང་རང་ཕ་ཡིས་འབྲུག་པ་ཆགས་འདོད་རེད། ཨ་ནི་འབྲུག་ལ་སོགས་པ་སོ་སོ་དང་འབྲེལ་ཡས་དུས་སུ་ལ། ཆོས་འབྲེལ་གྱི་རྗེས་ནས་ཡང་ལམ་གསུམ་ནམ་གསུམ་དུ་སྟབས་བདེ་ཤུགས་འདྲ་བ་བྱེད་ཀྱི་ཡོད། ཀུན་ཉུང་ཉུང་གནས་ཁང་ཚང་མ་ཚང་བདེ་མཁན། ད་མུ་མཚོ་སོགས་ཀྱི་ངེས་ནས་ད་གསུང་རྒྱ་ཆེན་པོ་ཆོས་ཁོང་གི་གསུང་ད་ལྟ་བའི་ལེགས་བཤད་ལྔ་ལ་སོགས་པ་དང་གསང་བ་འདུས་པ་ལ་སོགས་པའི་ཆོས་སྲོལ་བཟང་པོ་འདི་ཚོ་ལ་མ་ཐུབ་ན་ཡང། ལམ་གསུམ་རྣམ་གསུམ་ས་ཡ་འདྲ་པོ་དང་རྟེན་འབྲེལ་བརྟས་པ་ས་ཡ་འདྲ་པོ་དང་གསུང་གི་ཆ་ཤས་འདི་ཚོ་གི་ཐོག་ནས་ཡང་སོ་སོ་གི་ཐོག་ནས་ཞབས་ཕྱི་གང་ཐུབ་ཐུབ་ཞུ་གི་ཡིན། འཆད་ཉན་གི་ཐོག་ནས་ཁོང་གི་གསུང་གི་གསང་བ་ལ་ཞབས་ཕྱི་ཞུ་གི་ཡིན། ད་འདི་ཚོ་ཡང་ད་ཨ་ནི་ཅིག་དེ་འདྲ་ཞིག་ཞུ་ནིང་དེ་སོང་ར་བ། ད་མདོ་སྟེ་ཡང་ནི་ད་དེ་འདྲ་གི་ཐོག་ནས་ངོ་ནས་དེ་ནི་ད་བདག་གི་དགོངས་དུ་ཞུ་བ་དེ་ང་རང་སེམས་ཚོར་བ་ཡིན། སེམས་ཚོར་དེ་ཚད་མ་མ་རེད། ད་ཚད་མ་མང་བས་ནི་དཀའ་ངལ་སེལ་གི་རེད་དེ་གང་ལྟར་ཅང་ད་དེ་འདྲ་ཞིག་ཡིན་ཟེར་ཞུ་ཡ་ཡིན། ད་གང་ལྟར་ཅང་ད་ཐ་མ་དེ་ལ་དེ་ག་རང་ཡིན་ཞེས་དམིགས་བསལ་ཞུ་ཡ་མེད།